དེ་དུས་ཁྱེད་རང་ལས་ཀ་ཅི་ལ་བྲེལ་བ་བྱེད་ཞོག། ད་སྐབས་ཡིན་ན་གློག་བརྙན་དང་འབྲེལ་ཡོད་ལས་ཀ་མང་བོ་བཟོ་རེད་གཅིག་ནས་ད་གློག་བརྙན་བཟོ་རྒྱུ། གཉིས་ནས་གློག་བརྙན་འབྲེལ་ཡོད་ཀྱི་འགྲེམས་སྟོན་གྱི་ལས་ཀ་གཅིག་བཟོ་རྒྱུ་དེ་ཡན་ཆོད་ནས་གློག་བརྙན་དུས་དེབ་ཡང་གཅིག་དུས་དེབ་རྒྱན་དྲ་ཟིག་བཟོ་གི་ཡོད། ད་གློག་བརྙན་སྐོར་གྱི་ལས་ཀ་སྣ་མང་འདྲ་ཡིན་ཚ། རེད་ལ་སོ་ད།
སྤྱིར་བཏང་ཡིན་ན་ད་གློག་བརྙན། ཨ་སྒང་ཡར་རྒྱས་ནི་དཔྱིད་དགུ་དགུ་བཅུའི་ལོར་སི་ཁྲོན་རྒྱན་ཆའི་རྔ་བ་ཁུལ་དུ་བཤད་ཤིང།
བོད་ཁུལ་གྱི་གཞོན་སྐྱེས་རྣམས་དང་འདྲ་བར། ཁོ་རང་ཡང་བོད་ཀྱི་སྲོལ་རྒྱུན་རིག་གནས་ལ་དགའ་ཞེན་ཆེ་བ་མ་ཟད། གངས་དཀར། སྙན་ངག་གསར་རྩོམ་ལའང་དུང་བ་ཆེ། ལམ་གྱི་རྨི་ལམ་དང་ཕ་ཡུལ་དུ་ལོག་པ། སོལ་ལྷ་བཞེས་པ་སོགས་གློག་བརྙན་གཙང་ཕྱོགས་དག་ནི་ཁོང་གིས་འཁྲབ་ཁྲིད་བྱས་པ་རེད། གློག་བརྙན་ཟེར་བའི་དུས་སུ་ཁྱེད་རང་ཡིན་ན་ད་གློག་བརྙན་དང་དེ་ནས་ལས་འབྲས་སྐོར་གྱི་ཁ་བརྡ་བྱས་ན་ཅི་འདྲ་ན་ཡིན། རེད་ལ་སོགས་དང། དེ་ཆུང་དུས་ལྟ་བུ་མཚོན་གྱི་ན་གློག་བརྙན་ལ་ལྟ་རྒྱུ་དཔེ་དགའ་བོ་ཡོད། ཡིན་ན་ཅིག་ཐད་ཀར་གློག་བརྙན་མ་འོངས་པ་ནི་རང་ཉིད་གློག་བརྙན་བཟོ་ཡག་གི་མི་ཞིག་ཏུ་འགྱུར་དགོས་གི་བསམ་རྒྱུ་བསམ་བློ་དེ་ཕར་ཆེར་དམའ་འབྲིང་གི་སྐབས་ཡིན་ཟེར་དེ་སློབ་འབྲིང་འདོན་པའི་སྐབས་སུ། སྐབས་དེ་དུས་ན་ང་ཚོའི་འཛིན་གྲྭའི་དེ་རྟག་པར་མཚོ་སྔོན་བོད་ཡིག་ཁྲིམས་ལུགས་ཚགས་པར་དེ་ཚགས་པར་ཟིག་ཉག་ཉོ་བྱེད་ཀྱི་ཡོད་རེད་དེ་ཉི་མ་ཅིག་ལ་ཚགས་པར་དེའི་སྒང་ལ་ད་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་པདྨ་ཚེ་བརྟན་ལགས་ཀྱིས་ལྷིང་འཇགས་ཀྱི་མ་ཎི་སྡོམ་བུམ་ཟེར་ཡག་གི་གློག་བརྙན་ཅིག་བཟོས་ཏེ་དེ་འགྲེམས་སྤེལ་གནང་གི་འདུག་ཟེར་ཡག་གི་དེ་འདྲའི་གསར་འགྱུར་ཅིག་མཐོང་བྱུང། དེ་སྐབས་དེ་དུས་དེ་སེམས་སེམས་ནང་ལ་དེ་བོད་རང་གིས་ཀྱང་གློག་བརྙན་བཟོ་ཐུབ་གི་འདུག་ཨ་བསམ་རྒྱུ་དེ་འདྲའི་ཁ་བརྡ་སིལ་བུར་ཅིག་སྤོབས་པའམ་ཡང་ན་ཅིག་བློ་སྐྱེད་ཅིག་རག་སོང་དེ་ཉི་མ་དེ་ནས་བཟུང་སྟེ་མ་འོངས་པ་ན་དེ་རང་ཉིད་ཀྱིས་ཀྱང་གློག་བརྙན་བཟོ་ཐུབ་ཐུབ་ནི་ཨེ་ཡིན་ན་བསམ་རྒྱུ་དེ་འདྲའི་གི་ཅིག་བསམ་བློ་ཟིག་འཁོར་སོང་དེ་ལྟའི་བར་ཆེར་ཐོག་མའི་ཕུགས་བསམ་དེ་ཡིན་ས་རེད། ད་དེ་དུས་ཀྱི་ཕུགས་བསམ་དེ་ད་སང་ན་ཁྱེད་རང་སྔོན་ཆད་བྱུང་ཡོད་རེད།
ད་ག་རེ་ཟེར་དགོས་རེད་ད་དངོས་སུ་ལམ་འདིའི་སྒང་ལ་འོས་ཡོད་རེད་དེ་ཡིན་ན་ད་མི་ངན་རང་ཉིད་ལ་ཅིག་ངོམ་དུ་རི་བའི་ཅིག་བརྩམས་ཆོས་དེ་འདྲ་ཡོད་མ་རེད་ད་སྔོན་མ་ལོ་མའི་དུས་སྐབས་སུ་གློག་བརྙན་ཁ་ཤས་ཁ་ཤས་བཟོས་ཡོད་རེད་ད་ཅིག་བརྙན་ཐུང་དེ་འདྲ་བཟོས་ཡོད་རེད་ཡིན་ན་ཡང་ཅིག་ངོམ་དུ་རི་བའི་བརྩམས་ཆོས་ད་དུང་ཡོད་མ་རེད་ཡིན་ནའང་མ་འོངས་པ་ཡིན་ན་རང་གིས་ཅིག་ཕུགས་བསམ་ཟེར་ན་ཅིག་ལམ་ཁ་གཙོ་བོ་དེ་གློག་བརྙན་ཡིན་མི་ཚེ་གཅིག་གི་དུས་ཆེན་གྱི་ད་ལྟ་ཡིན་ནའང་ཅིག་གློག་བརྙན་གྱི་སྒང་ལ་མུ་མཐུད་དུ་འབད་པ་བྱེད་སྒང་ལྟ་བུ་ཡིན།
ཉིས་སྟོང་བཅུ་གཉིས་ལོར་ཕོ་ལོ་ཉིས་བཞི་གསུམ་པའི་ཨ་སྒང་ཡར་རྒྱས་ནི། ལོ་ངོ་བཞི་ལ་གློག་བརྙན་ཆེད་ལས་ལྷོ་གཞུང་ཞེས་པའི་ལམ་ཁར་ཞུགས་པས། རེ་བ་དང་ཕུགས་འདུན་བཅས་བཏགས་ཡོད་ཀྱང། དཀའ་སྡུག་དང་རྔུལ་ཆུ་ཁེངས་པ་ཞིག་ཀྱང་རེད།
དེའི་རྗེས་ལ་ད་ཁྱེད་རང་པེ་ཅིན་ལ་དང་གློག་བརྙན་གྱི་ཕྱི་གཞུང་ལྷོ་བྲག་ནས་ལྷོ་གཞུང་ལོ་བཞི་ཡོད་རེད་ཨ། རེད་རེད་རེད། དེ་དུས་ད་བརྗེད་དཀའ་བའི་དགོས་དོན་འདྲ་ཅི་འདྲ་ཡོད། ཨ། སྤྱིར་ཡིན་ན་ད་བརྗེད་དཀའ་བའི་དོན་དག་མང་པོ་ཡོད་རེད་དེ། ད་དེའི་ནང་ནས་ཀྱང་ཅིག་གར་སྟེགས་ཅིག་བཤད་དགོས་པ་ཡིན་ན་ཟེར་དགོས་ར་ད་ཅིག་གིས་བརྗེད་དཀའ་བ་དེ་ཚོ་དེ་ཕར་ཆེར་དང་པོ་སློབ་ཁྲིད་ནང་ལ་སོང་བའི་སྐབས་དེ་ཚོ་ཡིན་ས་རེད་ད། རྒྱ་ཡིག་དེ་འདྲ་འབྱོན་པོ་ཡོད་མ་རེད་དེ་བྱིངས་ཀྱི་ད། ཡིན་ན་ཡང་བོད་ནང་ལོགས་ན་ཅིག། བོད་ཡིག་གི་ཐོག་ནས་གློག་བརྙན་ཀློག་ཐུབ་ཡག་དེ་འདྲ་སློབ་གྲྭ་གཅིག་ཀྱང་མི་འདུག་ཨ་མི་ཉེར་ཡིན་ན། དེ་ཡིན་དུས་ད་ཡིན་གཅིག་མིན་གཅིག་སྐད་ཡིག་གཞན་པ་ཟིག་སྦྱངས་ཏེ་དེའི་རྨང་གཞི་བཏང་ནས་ད་གློག་བརྙན་གྱི་ཆེད་ལས་རིག་པ་འདི་སྦྱང་དགོས་ཀྱི་འདུག་དེ་ཡིན་ཙང་དེ་པེ་ཅིན་ལ་སོང་སོང་ན་ཡིན་ན་རང་གི་རྒྱ་སྐད་རྒྱ་ཡིག་ཡག་པོ་ཡོད་མ་རེད། དེ་ཅིན་གྱི་དང་ཐོག་སློབ་གྲྭའི་ནང་སོང་བའི་སྐབས་སུ།

དེ་འདྲའི་མདུན་ལམ་མི་འདུག་ཟེར་དེ་འདྲ་ལབ་སོང་དེ་ཁོ་ཚོས་ཀུ་རེའི་ཚུར་ལབ་རེད་ཡིན་ན་ཡང་ཅིག་སེམས་ནང་ལ་ཅིག་ཧ་ཅང་གི་ཁ་རེ་ཟི་དགོས་ན་ཚ་འདོག་དེ་འདྲ་བཟོས་སོང་དེ་སྐབས་ཐོག་དེ་ནས་བཟུང་ད་མ་འོངས་པ་ན་ཅིག་རང་གི་ཆེད་ལུས་ངུ་ཐ་ན་ཅིག་འབབ་འཕར་གང་འཚམ་ཆེ་དེའི་ངོས་ནས་གྲུབ་འབྲས་གང་འཚམ་ལོན་པ་ཡིན་ན་ཁ་ཁར་འཁོར་སྐབས་ཐོག་དེ་གི་ཅིག་ཁོ་ཚོ་གི་སྐད་ཆ་དེ་ཚོ་ལ་ཅིག་གདོང་ལེན་ཡ་གི་རང་ཉིད་ལ་སྐད་ཆ་བཤད་རྒྱུ་ཅིག་དགོས་བསམ་རྒྱུ་གི་དེ་འདྲ་གི་ཡང་བློ་སྟོབས་ཡང་སྐྱེས་ཐུབ་སོང།

མཚོ་བཞི་དང་མདུན་ཕྱོགས་ཀྱི་སྐྱ་རྫ་ཡང་ཡང་དུ་མངོན་པ་རེད།
ལོ་རིམ་དང་པོའི་སྐབས་སུ་ང་ཚོ་དགེ་རྒན་གྱི་ལས་བྱ་གཅིག་བཞག་དེ་ནི་ངའི་བརྙན་ཐུང་གཅིག་ལས་དེའི་སྐབས་དེ་དགེ་རྒན་གྱིས་ང་ལ་མཚོན་ན་སྐར་མ་ཡ་མཚན་གཅིག་ཐེབས་སོང་ཁོ་རང་གིས་ད་མ་འོངས་པ་ན་བོད་ནས་ཡོང་བའི་ན་གཞོན་དེའི་བར་གྱི་གློག་བརྙན་འཁྲབ་ཁྲིད་ཐོད་པར་ཁོ་ལ་ཡིད་ཆེས་ཡོད་དེ་འདྲའི་སྐད་ཆ་ལབ་སོང་དེ་དེ་ང་རང་སྐབས་ཐོག་བལྟས་མཚོན་ན་ང་རང་གྷ་རེ་ས་གོ་རེ་གཅོང་རོང་ནང་ལ་ལྷུང་ཡོད་པ་ལྟ་བུ་ར་ང་རང་དངོས་སུ་ཅིག་ཡར་ཡར་ཅིག་སེམས་ཤུགས་བྲལ་ཡ་ལྟ་བུ་དེ་འདྲ་གི་ཅིག་སྤོབས་པ་དེ་འདྲ་སྐྱེས་སོང།

ཁྱེད་རང་གི་ལྷོ་དང་ལྷོ་བྲག་དེ་ནི་ལྷོ་གཞུང་ཞེས་བཞེངས་པའི་དུས་སུ་ལྷོ་མིག་གི་གཙང་ཆུ་བྱས་ན་ད་ང་ཚོ་ལམ་གྱི་མིག་ལམ་ཟེར་བ་དང་སོ་ལྷ་ཟེར་བ་དེ་ནི་ཕ་ཡུལ་དུ་ལོག་པ་འདི་འདྲ་གི་གཙང་ཆུ་མང་པོ་ཞིག་འདུག་ཨ། དེ་གཙང་ཆུ་དེ་དག་ཕར་གྲུ་བྱས་པའི་དུས་སུ་ད་ཁྱེད་རང་ལྷོ་མ་ཞིག་ལ་ཆ་བཞག་ནས་བྱས་ན་དེ་དུས་ཆེས་དཀའ་ལས་ཆེ་ས་འདྲ་དེ་ཅི་རེད།
ད་གློག་བརྙན་གཅིག་བཟོས་ན་དེ་སྤྱིར་བཏང་ང་ངའི་གློག་བརྙན་དེ་ཚོའི་ནང་དེ་གཅིག་ནས་ལོ་མེད་བརྩམས་ཆོས་རེད་གློག་བརྙན་ཆུང་ཆུང་ཐུང་ཐུང་དེ་འདྲ་རེད་ཡིན་ནའང་ཅིག་བཟོའི་སྐབས་སུ་ཡང་རྐང་ལག་དེ་མཚམས་ཀྱི་སྐབས་ལས་མང་པོ་འདུག་གཅིག་ནས་གློག་བརྙན་ཐུང་ཐུང་ཙམ་བཟོ་བ་ཡིན་ན་ཡང་དེ་ཅིག་དངུལ་གྱི་འགྲོ་སོང་མང་པོ་དགོས་ཨ་དེ་གཅིག་རེད་དེ་དངུལ་དགོས་སྐབས་ལས་གཅིག་རེད་དེ་ནས་སྔོན་མ་ཡིན་ན་རང་ཉིད་ལ་དངུལ་སིལ་གློག་བརྙན་དེ་འདྲ་བཟོ་ཡག་གི་ཉམས་མྱོང་ཡོད་མ་རེད་དེ་ཡིན་ཙང་ཅིག་དངུལ་སིལ་དབྱེར་དངུལ་ལ་སོང་སྟེ་གློག་བརྙན་བཟོ་བའི་སྐབས་སུ་དེ་ཅིག་ཐལ་རེ་ཟེར་བ་དང་མ་རང་གི་ལབ་སེམས་ནང་ལ་ཡོད་པའི་ཅིག་གཏམ་རྒྱུད་ཅིག་རེད་ཡིན་ན་དེ་དངོས་སུ་ཅིག་སྙན་གི་ལམ་ནས་ཕབ་སྐྲུན་ཅིག་སྐབས་སུ་རང་གི་འདོད་པ་ནང་ལྟར་དུ་མི་ཡོང་བ་དེ་འདྲ་གི་གནས་ཚུལ་འདུག་དེ་ཅིག་རེད་གཉིས་ནས་དེ་འཁྲབ་སྟོན་པ་དང་ལུས་བཟོ་བ་ཡང་མང་པོ་འདུག་ཁོ་ཚོའི་བར་གི་འབྲེལ་བ་སྐྱོང་རྒྱུ་ལ་སོགས་པ་ཆ་ཚང་གི་ཕྱོགས་ནས་ཡང་གབ་ལེགས་གང་འཚམ་འདུག། ད་གློག་བརྙན་དེ་དག་ཕར་སྐྲུན་བྱས་པའི་དུས་སུ་ཁྱེད་རང་གི་དྲ་བ་དེ་སྟོང་ད་ཕར་དྲུང་བྱས་ཚར་ནས་དྲ་བ་དེ་ལ་སྟོང་བའི་དུས་སུ། ལྟད་མོ་བ་དེ་ཚོ་གི་ད་ལྟ་དང་ཅི་འདྲ་ནི་ཐུགས་ཁྱེད་རང་ལྟར་ན། ད་རེས་ཟེར་དགོས་རེད་ད་དཔེར་ལ་མཚོན་ན་གློག་བརྙན་མང་པོ་ཡོད་མ་རེད་དེ་ཅན་གི་ད་སྐབས་ཡིན་ན་ཅིག་གློག་བརྙན་མང་པོ་ཟིག་དྲ་བའི་སྒང་ལ་བཞག་ནས་ད་མང་པོ་ཟིག་གི་ལྟ་གི་འདུག་ད་དགའ་མོ་ཡང་བྱེད་ཀྱི་འདུག་ད་དཔེར་ཆགས་ན་ངས་གློག་བརྙན་ད་འདི་ནང་ནས་བོད་སུ་ལ་ལྟ་བུ་མཚོན་གྱིན་ན་ད་སྐབས། ཐུན་གཞོན་གྱི་ཉིན་དེའི་སྙན་གྱི་བཀྲ་ཡི་སྟེང་ལ་བཞག་ཡོད་རེད། ཕར་ཆེར། ད་སྐབས་ལོག་གྲངས་དེ་ལྟ་མཁན་གྱི་མིའི་ཁྲི་ཚོ་བདུན་བརྒྱ་ལྟ་བུ་དེ་འདྲ་རེད་དེ། མང་པོ་ཟིག་ལྟ་གི་འདུག་ཨང། ལྟ་མཁན་དེ་འདྲ་མང་པོ་ཅིག་ཡོད་རྒྱུ་བསམ་མྱོང། དེ་འདྲ་བསམ་མ་མྱོང། དེ་རང་གི་གློག་བརྙན་གཅིག་བཟོས་བཏང་ན་དེ། ག་རེ་ཟེར་དགོས་རེད་ཅིག་ཆེད་ལས་ཀྱི་གློག་བརྙན་ཁང་དེ་འདྲའི་ནང་ནས་སྟོན་ཐུབ་ཡ་མ་རེད་དེ་ངེས་དོན་ལོ་མི་བརྩམས་རྒྱུ་གཅིག་རེད་ཡིན་ན་ཅིག་དགྲ་ཡི་སྒང་ན་བཞག་བཏང་ན་ཅིག་ལྟ་བསམ་མཁན་གྱི་མི་དེ་ཚོ་ཅིག་བསྟན་བཏང་ན་དེ་རང་གི་བསམ་པ་ཅིག་རེད་མ་གཏོགས་མི་མང་པོ་དེ་འདྲ་གི་ལྟ་ཐུབ་རྒྱུ་རེད་བསམ་མ་མྱོང།

ཆ་ཚང་དེ་དགོན་པའི་ནང་གི་ལྷོབ་དེ་ང་རང་དགོན་པ་དེའི་ནང་ནས་ཆུང་ཆུང་ཡིན་དུས་དེ་གྲྭ་བ་བྱས་མྱོང་རེད་དེ་ཅིང་གིས་དེ་དེའི་ནང་གི་གྲྭ་བ་ཆ་ཚང་ཡང་ངོ་ཤེས་རེད་བ་དེ་ཁོ་ཚོས་ང་ལ་ཅིག་རོགས་བརྒྱབ་ཡོང་རྟེན་འབྲེལ་གྱི་ཚུར་རྒོལ་ཅིག་གློག་བརྙན་འདི་ཕབ་རོགས་བྱས་པ་རེད་རྟེན་འབྲེལ་ཟེར་གི་རེད། ཁོ་ཚོ་ལ་ཐང་ཆེན་འདི་འདྲ་གི་གློག་བརྙན་ཞིག་ཕབ་དགོས་ཟེར་དུས་ཁོ་ཚོ་གི་ལྟ་སྟངས་འདྲ་དེ་ཅི་འདྲ་འདུག། ཁོ་ཚོ་གི་ཁ་ར་ཟེར་དགོས་དུས་རྩེད་མོ་ལྟ་བུ་དེ་འདྲ་གི་ཅིག་སྣང་བ་བཟང་འདུག་བ་དེ་ཅིག་གཟབ་ནན་གི་སྒོ་ནས་ཅིག་ཧ་ཅང་གི་ལུས་ཀ་ཅིག་གཟབ་གཟབ་ནན་ནན་དེ་འདྲ་ཅིག་ལུས་དགོས་བསམ་དགོས་མི་འདུག་དེ། རྩེད་མོ་ལྟ་བུ་ངོས་བཟུང་ཡོད་ཅིང་ང་ཚོས་མ་ཟད་ཀྱི་ངའི་གློག་བརྙན་འདིའི་ནང་ནས་གྲྭ་བ་ཆུང་ཆུང་ཁ་ཤས་ཀྱིས་ཅིག་རྩེད་མོ་རྩེ་བའི་རྣམ་པ་མང་པོ་གཟིགས་ཏེ་ངས་ངུ་སྐྲིད་ཀྱི་ཚུལ་དུ་ཅིག་ཁོ་ཚོའི་ཉམས་མི་འཇོག་ས་ནས་ཅིག་མང་པོ་ཅིག་ཁོ་ཚོའི་ཉམས་ངོ་མ་དེ་ཐོན་པའི་ལག་གི་ཅིག་བབས་ཡོང་བ་ཡིན་དེ་མ་གཏོགས་ཁྱེད་ཀྱིས་ཆོས་འདི་འདྲ་བྱེད་དགོས་རེད་ཆོས་འདི་འདྲ་བྱེད་དགོས་རེད་ཟེར་ཅིག་གོ་སྒྲིག་ཡོད་པའི་འོག་ནས་དེ་འདྲ་བཟོས་ཡ་མིན། འཚོལ་བ་དངོས་དེ་ལྟར་ངོས་འཛིན་བྱས་ཡོད་རེད། ཨོ་ལེ། དེ་མ་བྱས་ན་ཁོ་ཚོ་ཆེད་ལས་མ་རེད་བ། ཆེད་ལས་མ་འདུག་ན། དངོས་སུ་དེ་འདྲའི་གོ་པ་བཞག་སྟེ་ད་འདི་འདྲ་འདི་འདྲ་ལབ་དགོས་རེད་འདི་འདྲ་འདི་འདྲ་བྱེད་དགོས་རེད་ཟེར་གོ་པ་བཞག་པ་ཡིན་ན་ཁོ་ཚོས་དེ་ཉམས་དེ་མཐོང་གི་མི་འདུག་དེ་ཁོ་ཚོ་མཐར་ཟད་ཁམས་འགྲོ་གི་འདུག་བ། རེད། དེ་འདྲ་རེད། ད་དེ་ཕ་ཚ་ཡོད་དུས་སུ་ཁོ་རང་ཚོ་གི་གློག་བརྙན་དེ་བལྟ་ཡོད་རེད།

དེ་ཁོ་ཚོས་ལྟ་ཆོག་གི་མ་རེད། ཡིན་ན། བལྟས་ན་ཡང། ཁོ་ཚོས་རང་ཉིད་ཀྱི་བརྙན་དེ་ཚོ་དེ་ལྷག་བསྡད་རིགས་ཀྱི་མ་རེད། ཡིན་ན་དེ་ངས་ཁོ་ཚོ་ཕབ་ནས་བརྙན་དེ་ཚོ་ཅིག་ཕྱིར་ཕ་ཡུལ་ལ་ཁྱེར་སོང་ཁོ་ཚོས་རང་གིས་རང་གི་སྣང་བརྙན་ལ་ཅིག་ལྟ་བའི་སྐབས་སུ་ཅིག་ཅིག་ཁེར་ཟི་གུ་རེ་ཅིག་དཔེ་མི་སྲིད་པའི་ཅིག་སྤྲོར་སྣང་དེ་འདྲ་ཡོང་གི་འདུག།

ཁྱེད་རང་གི་ཁྱད་ཆོས་དེ་ཅི་འདྲ་མེད་ཟེར། ང་ལ་ཁྱད་ཆོས་ཅང་ཡོད་ས་མ་རེད་དེ་མུ་མཐུད་དུ་ཁྱད་ཆོས་ཅིག་ཨེ་རྙེད་བསམ་དེ་འདྲ་ཅིག་རྩ་རྒྱུག་གི་བསམ་པ་ཅིག་འདུག། ང་ལ་མཚོན་ན་སྤྱིའི་ཆ་ནས་གློག་བརྙན་མ་གཏོགས་མེད་དེ་གློག་བརྙན་གྱི་སྒང་ལ་མུ་མཐུད་དུ་ཞུགས་ཅིག་དེ་འདྲ་གི་བསམ་པ་ཅང་ཡོད། དེ་རིང་ང་ཚོ་སྒྲོག་སྟོང་ཁང་ནང་དུ་བདེ་ལྡན་ཞུ་བའི་སྐུ་མགྲོན་ནི་བོད་ཀྱི་ན་གཞོན་འཁྲབ་ཁྲིད་པ་ཨ་སྒང་ཡ་རྗེ་ལགས་རེད། ཁྱེད་རང་ཕེབས་པ་དང། ཐེངས་འདི་ཡི་འཆི་མེད་གླིང་མོ་ཀྱི་གངས་ལྗོངས་གཉིས་རེ་ཞེས་པའི་མུ་འབྲེལ་ལེ་ཚན་ནང་དུ་ཁྱེད་ལ་ཨ་སྒང་ཡར་རྒྱས་ཀྱི་ལོ་གཉིས་ལས་དོན་སྐོར་འཆད་རྒྱུ་ཡིན་པས་ཚང་མས་དུས་ད་གཟོད་པར་དགའ་བསུ་ཞུ།
ད་བརྙན་ཐུང་དེ་ནང་དུ་ང་ཚོས་དཀྱིལ་འཁོར་བཟོ་རྒྱུ་དགོས་འདོད་ན་དགའ་བརྙན་མང་པོ་འདུག་ཨ། རེད། གལ་ཏེ་ཁྱེད་རང་གི་རྐང་བཙུགས་ནས་བཀོད་སྒྲིག་བྱས་ཡོད་རེད་ད་ནི་ད་དགོན་པ་དེ་གི་དེ་དུས་ངོ་མ་འདི་འདྲ་གི་ཅིག་ད་ལས་ཀ་ཞིག་སྒྲུབ་བཞིན་ཡོད་རེད། དབྱར་ཁ་ཟླ་བ

དེ་དེ་རྗེས་ག་རེ་ཟེར་དགོས་རེད་ཁོ་རང་ཚོའི་འགྲོ་ལུགས་དེ་སྒྲུབ་པའི་གོ་རིམ་ཁྲོད་དུ་ཆོལ་ཁ་དེ་བོད་རིགས་གོ་རིམ་ཁྲོད་དུ་ངས་ཅང་ཟེར་ནས་ཅིག་ཆ་ཚང་ཉན་ལངས་ཡོང་བ་དེ་འདྲ་རེད་དེ་མ་གཏོགས་ཆེད་དུ་ངའི་ལོག་གཉེན་གྱི་འདིའི་ཆེད་དུ་བཟོས་ཡ་དེ་འདྲ་མ་རེད། རེད་རེད་དེ་ད་བརྙན་ཐུང་སྐར་མ་བཅོ་ལྔ་ལྷག་གི་བརྙན་ཐུང་འདི་རྣམས་དུ་ད་ང་ཚོ་དཀྱིལ་འཁོར་བཟོ་རྒྱུ་དེ་ཡང་ད་རྒྱུ་ཆ་གཙོ་བོ་འདྲ་ཞིག་རེད་འདུག་རེད་རེད། རྒྱུ་ཆ་འདི་བཀོད་སྒྲིག་བྱེད་རྒྱུ་གི་དེ་ལ་ཁྱེད་རང་འདང་ཅི་འདྲ་རྒྱག་ཡོང། སྤྱིར་ན་འདི་ཆོས་ལུགས་ཀྱི་ཆོ་ག་ཅིག་རེད་བ་སྟེ་དམ་འཇུག་གི་དངོས་ཐ་ནི་ངའི་ལོག་ཉན་འདི་དང་ཐ་གིས་འབྲེལ་བ་དེ་འདྲ་ཡོད་མ་རེད། ཡིན་ནའང་ཡང་གཅིག་བཤད་ན། རྡུལ་མཚོན་བྱེ་མ་ཁུར་མཁན་དེའི་སྤྱིར་འཁོར་ལུགས་ཅན་དེ་ཡང་ཁ་རི་སི་གོར་དང་ཆོས་ལུགས་སྒྱུ་རྩལ་གྱི་རྣམ་པ་ཅིག་རེད། དེ་ཡིན་ཙང་འདིའི་སྒྱུ་རྩལ་གྱི་རྣམ་པ་དེ་ཡང་ང་རང་ལ་མཚོན་ན་ཅིག་བོད་མི་སོ་པའི་ཅིག་ཁ་རི་སི་གོར་ཅིག། བསླུ་བྲིད་ཆེན་པོ་ཅིག་འདུག། ལྷག་པར་དུ་ངས་འདིའི་ནང་ལ་བཅུག་པའི་བཤད་ཡ་དེ། དུས་རབས་གསར་རྙིང་གཉིས་རིག་གནས་གསར་རྙིང་གཉིས་ཀྱི་བར་གྱི་འགལ་འདུ་དེ་བཤད་ཀྱི་ཡོད་རེད་དེ་འདུག་ན་ད་འདིའི་ནང་ནས་ཧོར་ཆགས་ན་བསྡིར་མཚོན་ཕྱི་མ་དེ། གྲྭ་བ་ཁ་ཤས་ཀྱི་སྐབས་ལས་བྱེད་བརྒྱུད། ཡོངས་སུ་བཟོས་ཚར་བའི་སྒང་དེ། དེ་དེ་མ་ཉིད་ལ་དེ་བསུབ་བཀར་བ། ད་འདིའི་གོ་རིམ་ཁྲོད་ནས་ཡང་ཅིག་ད་བོད་རང་གི་རིག་གནས་སྟེང་ནས་བཤད་ན་ཅིག་མི་རྟག་པ་ཅིག། ག་རེ་ཟེར་དགོས་རེད་ཅིག། མཚར་སྡུག་ཡོད་ཚད་དེ་དེ་གར་གས་དུས་ཀྱི་འགྱུར་རིས་ཁྲོད་ནས་གློ་བུར་དུ་གཞོམ་གཞིག་བཏང་འགྲོ་ཡག་གི་འདི་འདྲ་གི་གནས་ཚུལ་ཟིག་བཤད་གི་འདུག་དེ་ངའི་ནང་སྟོང་གི་དངུལ་ཐད་ནས་ནང་མྱང་གི་དངུལ་ཐད་ནས་ངའི་གློག་བརྙན་འདིའི་བརྗོད་བྱ་དེ་དང་ཡང་ནང་ནས་ཡང་འབྲེལ་བ་གང་འཚམ་གང་འཚམ་འདུག་བསམ་པས་དེ་ནས་གོ་སྒྲིག་བྱས་ཡོད། གོ་སྒྲིག་བྱས་ཡོད།

ད་ཁོ་རང་ལམ་སོང་དུས་ཤིག་ན་འདུག་ཨ། རེད་རེད་ལ། ད་འདི་ཕྱོགས་དེ་དགོན་པ་ཡིན་ན་ད་འདི་ཕྱོགས་དེ་ལྷོ་བྲག་ཡིན་ན་ང་ཚོ་ལྟད་མོ་བའི་ཆ་ནས་སུ་ཡང་ཤེས་མི་འདུག་ཨ། ལགས་སོ།
དེ་དེ་ངས་ངོ་མ་གློག་བརྙན་འདི་ས་ཆ་མང་པོ་ནས་བསྟན་ཡོད་རེད་དེ། ལྟད་མོ་བ་མང་པོས་དྲི་བ་གི་མང་ཤོས་དེ་དེ་རེད། ཡིན་ན་དེ་ང་ལ་ཡང་ལམ་མེད་ཟེར་ངས་དེ་འདྲ་བཤད་ཀྱི་ཡོད་ལམ་མེད་པའི་རྐྱེན་གྱིས་ངའི་གློག་བརྙན་ནང་དུ་ཡང་དེ་འདྲ་གི་ཅིག་གྲོགས་འདྲེར་རྟགས་ཀྱི་གོ་ཡོད་རེད་བ་དང། ལམ་དེའི་སྣེ་ན་ཡང་ཡང་སློབ་གྲྭ་ཡོད་པ་ཡིན་ན་ཡང་ན་དགོན་པ་ཡོད་པ་ཡིན་དེ་གཉིས་ཀྱང་ཤེས་གི་མ་རེད་ཟེར་ཏེ། གཅིག་བཤད་ན་དེ་ད་སྐབས་ཀྱི་དུས་རབས་འདི་ང་ཚོར་སྟོན་པའི་བྲོ་བ་ཅིག་རེད་དེ། འདིའི་བར་ན་ག་འདྲ་ག་འདྲ་གི་གདམ་གསེས་ཅིག་ཡོད་མོད་ཡང་ན་གདམ་གསེས་མེད་པ་ཡིན་ནའང་ཐང་ལམ་གཞན་པ་ཡིན་ནའང་ཐལ་དེ་སུས་ཀྱང་ཤེས་གི་མ་རེད་ཡིན་ནའང་ད་ལྟའི་གནས་སྟངས་དེ་དེ་འདི་འདྲ་གི་གདམ་གསེས་འམ་ཡང་ན་འདི་འདྲ་གི་ཅིག་ག་རེ་ཟེར་དགོས་རེད་ཅིག་དུས་ཀྱི་དཀྱོགས་མཚམས། སྐད་ཆེན་གཅིག་རེད་ཟེར་ཡག་གི་འདི་འདྲ་གི་ཅིག་ནི་སྟངས་ཟིག་བཤད་གི་ཡོད་རེད་ཨང། ད་གཙང་ཆུང་འདི་གི་ཁྱེད་རང་གི་གཙོ་བོ་སྟོན་བསམ་པའི་གི་བསམ་བློ་དེ་ཅི་ཡིན།
དེ་བཤད་དཀའ་མོ་ཟིག་རེད། ངས་ག་རེ་ཟེར་ད་འདི་ནང་ནས་ཅིག་བསམ་བློ་རྡོག་རྡོག་ཅིག་བཤད་གི་ཡོད་ཟེར་དེ་ངས་བཤད་ཐུབ་གི་མི་འདུག། དེ་ལས་ག་རེ་ཟེར་དགོས་རེད། དེ་ཟེར་བ་ལས་འདིའི་གློག་བརྙན་འདི་ནང་ནས་ང་རང་ཉིད་ཀྱི་ཆུང་དུས་ཀྱི་ཅིག་བརྒྱུད་མྱོང་ཡག་གི་གནས་གཏམ་རྒྱུད་ཅིག་དེ་འདྲ་ཟིག་གཏོང་གི་ཡོད་ཟེར་ན་ཕར་ཕྱིན་འགྲིག་ས་རེད་དེ་འདི་ནང་གི་གཏམ་རྒྱུད་ཀྱི་རྣམ་པ་དང་གཏམ་རྒྱུད་ཀྱི་ཁར་སི་གོ་རེ་ཅིག་རྒྱབ་ལྗོངས་དེ་མང་པོ་ཟིག་ང་ཆུང་དུས་ངོས་སུ་བརྒྱུད་མྱོང་ཡག་གི་དེ་འདྲ་རེད། ཨ་སྒང་ཡབ་རྗེ་ནི་ཆུང་བྱིས་པའི་དུས་ནས་བོད་ཁུལ་དུ་འཚར་ལོངས་བྱུང་བ་ཡིན་པས། རང་ཉིད་ལ་ཆ་རྒྱུས་ཆེ་བའི་བོད་ཁུལ་གྱི་འཚོ་བ་ནི་ཁོང་གི་གློག་བརྙན་གསར་རྩོམ་གྱི་འགོ་གཙང་ས་ཡིན་ལ། ཕ་ཡུལ་ནི།

ད་ད་རུང་ཁྱེད་རང་གི་འདི་འདྲ་གི་གློག་བརྙན་བརྙན་ཐུང་འདྲ་ཕར་འཕྲིན་བྱེད་དགོས་ན་རྒྱུ་ཆ་གང་གི་ཐད་ལ་དེ་ནས་འབད་བརྩོན་བྱེད་ཀྱི། ད་འདི་འདྲ་སྔར་ད་ལྟ་ང་ཚོ་ཕ་ཡུལ་དང་བོད་དགེ་དྲིན་ནས་དང་དེ་གི་སྐོར་འབྲེལ་བ་ཡོད་མཁན་གི་རྒྱུ་ཆ་བྱེད་ཀྱིན་ད་ནི་དེ་གཞན་པ་ཡིན། དེ་ཕར་ཆེར་དེ
ད་ངས་རང་ཉིད་ལ་མཚོན་ན་ངས་རང་གི་ཕ་ཡུལ་འམ་རང་དང་ཆ་རྒྱུས་ཆེས་ཡོད་པའི་རང་ཉིད་ཀྱི་ཡུལ་ཤོག་དང་འབྲེལ་བའི་གློག་བརྙན་བཟོ་རྒྱུ་མ་གཏོགས་པའི་དེའི་ཕན་ཆོད་ཀྱི་གློག་བརྙན་དེ་ཕར་ཆེར་བཟོ་ཐུབ་ས་མ་རེད། དེ་ངས་རང་ཉིད་ཀྱི་ཕ་ཡུལ་དེ་ངས་རང་ཉིད་ཀྱིས་བྱ་རྒྱུ་ཡོད་ས་དེ་རེད། རང་ཉིད་ཀྱི་ཕ་ཡུལ་དང་དེའི་རིག་གནས་དེའི་སྲོལ་རྒྱུན་དེ་རང་ཉིད་ཀྱིས་བྱ་རྒྱུ་ཡོད་པ་ཐལ་བ་ར། དེ་འདྲ་ཡིན་ཙང་མ་འོངས་པའི་གློག་བརྙན་ཆ་ཚང་ཡིན་ན་ཡང་དེ་ཕར་ཆེར་རང་གི་ཕ་ཡུལ་དང་འབྲེལ་བ་ཡང་ན་བོད་ཀྱི་རིག་གནས་དང་འབྲེལ་བའི་དེ་འདྲའི་གློག་བརྙན་རྐྱང་རྐྱང་ཡིན་རྒྱུ་རེད། ད་ཁྱེད་རང་གློག་བརྙན་དེ་ལ་དགའ་བཞིན་ཡོད་པ་ནས་ད་སོང་གློག་བརྙན་གྱི་ལས་དོན་འདི་སྒྲུག་བཞིན་ཡོད་རེད། རྒྱུ་རིགས་འདི་རྣམས་ད་ཁྱེད་རང་ག་སོང་པ་ནང་བཞིན་ད་ང་ཚོ་གློག་བརྙན་སྐོར་གྱི་ད་དཔེ་ཆ་མང་པོ་ཞིག་བལྟ་མྱོང་རེད། རིག་པའི་གཞུང་ལུགས་སྐོར་ལའང་རྒྱུས་ལོན་བྱས་ཡོད་རེད། དེ་ན་ཡིན་དུས་ཁྱེད་རང་ལ་ད་ལས་རིགས་འདི་རྣམས་ད་ཡིད་སྨོན་བྱེད་ས་ཟེར་ན་འདྲ། མིག་དཔེ་བྱེད་ས་ཟེར་ན་འདྲ་འདི་འདྲ་ག་མི་སྣ་ཨེ་ཡོད། ག་རེ་ཟེར་དགོས་རེད་ད། སྤྱིར་བཏང་འདུག་ཨ་ད་ཡིན་ནའང་བསྟུད་རིམ་རེ་རེ་དེ་འཇི་རང་འགྲོ་གི་འདུག་ད་སྐབས་ལྟ་བུ་མཚོན་གྱི་ན་ང་རང་སུའུ་ནེང་གི་ཐ་ཁི་ཧྥུ་སི་ཅི་ལྟ་བུ་གློག་བརྙན་འཁྲབ་ཁྲིད་པ་དེ་ཚོ་ང་རང་བོད་དགའ་བོ་འདུག་ཨ་ད་ད་སྐབས་ཡིན་ན་ངས་ཁོ་རང་གི་གློག་བརྙན་མ་ཟད་ཀི་ཁོ་རང་གི་བྲིས་པའི་རྩོམ་ཡིག་ཡིན་ན་དེ་ཆ་ཚང་ལ་ཀློག་གི་ཡོད་དེ་ལྟ་བུ། ད་ཁོ་ཆོས་ཁོ་རང་ལ་དགའ་རྒྱུ་གི་རྒྱུ་མཚན་གཙོ་བོ་འདྲ་ཟེར་དགོས་ར་དེ་ཅི་ཡོད་ཅེ་རེད། དེ།
གཅིག་ནས་ང་རང་ཉིད་སྙན་ངག་ལ་དགའ་བོ་ཡོད་དེ་ཕར་ཆེར་གཙོ་བོ་གཙོ་བོ་དེ་དུས་བཏང་ནས་འབྲི་བ་ཨེ་ཡིན་བསམ་གྱི་འདུག་དེ། ཁོ་རང་གི་གློག་བརྙན་ལ། གློག་བརྙན་ཞེས་བརྗོད་ཤེས་མཁན་མང་པོ་ཞིག་གིས་དེ་སྙན་ངག་གློག་བརྙན་དེ་འདྲ་ཞིག། མཇུག་བསྡོམས་རྒྱག་གི་འདུག་ཨ་ད། སྙན་ངག་ལྟ་བུའི་གློག་བརྙན་ཟེར། དེ་ཁོ་རང་གི་གློག་བརྙན་དེ་དེ་ཚོང་རའི་གློག་བརྙན་ལྟ་བུ་དེ་འདྲ་མ་རེད། རིག་རྩལ་གློག་བརྙན་རེད། རིག་རྩལ་གློག་བརྙན་ཟེར་ན་དང་རྩོམ་པ་པོའི་གློག་བརྙན་ཟེར་ན་དེ་འདྲ་རེད། ཡིན་ནའང་དེའི་ནང་ནས་ཡང་ཁོ་རང་གི་གློག་བརྙན་དེ་དམིགས་བསལ་གྱི་ཁྱད་ཆོས་ཡོད་པ་དེ་འདྲ་རེད། ངས་དགེ་རྒན་པདྨ་ཚེ་བརྟན་ཁོ་རང་གི་གློག་བརྙན་མང་པོའི་ནང་ནས་ལྷག་དང་དེ་འདྲའི་ཚོར་བ་རྙེད་ཀྱི་འདུག་ད་དགེ་རྒན་པདྨ་ཚེ་བརྟན་ཁོ་རང་ཡིན་ན་སྙན་ངག་འབྲི་མཁན་མ་རེད་བ་དང། བརྩམས་སྒྲུང་འབྲི་མཁན་རེད། བརྩམས་སྒྲུང་འབྲི་མཁན་རེད་མ་གཏོགས་སྙན་ངག་པ་མ་རེད་ཡིན་ནའང་ཁོ་རང་གི་ལྷག་པར་དུ་ཁོ་རང་གི་ཕྱི་འདི། ཕྱི་རྒྱན་དང། དྲི་མེད་ཀུན་ལྡན་ཚོར་བས་ང་རང་ལྷག་པར་དྲི་མེད་ཀུན་ལྡན་ཚོར་བའི་གློག་བརྙན་དེ་ལ་དགའ་བོ་ཡོད་དེའི་ནང་ནས་ལྷག་པར་དེ་འདྲ་གི་ཚོར་བ་རྒྱུན་ལྡན་རྙེད་གི་འདུག་ཨུ། རེད་རེད་རེད།
ཉེ་བའི་ལོ་ཁ་ཤས་རིང། བོད་ཀྱི་རིག་གནས་དང་འཚོ་བ་མཚོན་པའི་བོད་གཞུང་གློག་བརྙན་སྐུ་ཞིང་ཀུན་གྱི་མིག་ལམ་དུ་བལྟ་བའི། གློག་བརྙན་བརྩམས་ཆོས་འདི་རིགས་བརྒྱུད་ནས་མཛེས་སྡུག་དང་ངོ་མཚར་གྱིས་གཏམས་པའི་བོད་ཁུལ་ནི་རིམ་བཞིན་རྒྱ་ཆེ་བའི་ལྟད་མོ་བ་མང་པོ་ཞིག་ལ་ཆ་རྒྱུས་བྱུང་བ་མ་ཟད། དེ་ལས་ཀྱང་དགའ་འོས་པ་ཞིག་ནི་བོད་ཁུལ་གྱི་གློག་བརྙན་ལས་སྒྲུབ་པ་དག་སྔར་ལས་ཆེད་ལས་ཅན་དང་གཞི་ཆོས་ཅན་དུ་སྤྱི་དང་འབྱུང་བཞིན་ཡོད་པ་རེད། སྤྱིར་ཡིན་ན་ང་ཚོའི་གློག་བརྙན་རྟེན་གཞི་བཟོ་ཡག་གི་འཆར་གཞི་དེ་ལོ་གཉིས་ཡར་མར་གྱི་ཡར་སྔོན་ནས་ཕར་ཆེར་གྲ་སྒྲིག་བྱས་ཡིན། དེ་ཡིན་ཙང་ངས་ཀྱང་གློག་བརྙན་རྟེན་གཞི་གཅིག་ཡོད་པ་ཡིན་ན་གཅིག་ནི་དེ་བོད་དང་འབྲེལ་བའི་གློག་བརྙན་གང་གང་བཟོས་ཡོད་ན་ཆ་ཚང་དེ་རྟེན་གཞི་དེའི་ཐོན་རྗེས་དེའི་སྟེང་ནས་བཟོ་བའམ་ཡང་ན་བོད་ནང་ནས་བཟོ་མཁན་གྱི་གློག་བརྙན་ཕབ་སྐྲུན་ཚོགས་པ་དེ་ཚོ་ལ་ཡང་ཙི་གི་སྒྲིག་ཆས་ཀྱི་སྟེང་ནས་ན་རེ་གཞན་པ་གང་གང་གི་སྟེང་ནས་ན་རམ་འདེགས་བྱེད་ཆོག་རེད་རྟེན་གཞི་ཡོད་པ་ཡིན་ན་དེ་གཅིག་རེད་གཉིས་ནི་རྟེན་གཞི་གཅིག་ཡོད་པ་ཡིན་ན་རྟེན་གཞི་དེའི་སྟེང་ནས་ནས་གློག་བརྙན་དུས་སྟོན་ལ་སོགས་པ་འཚོགས་ཐུབ་ཀྱི་འདུག་ད་ཆ་རྒྱུ་དེ་འགྲོ་རྒྱུ་ལ་བརྒྱ་ཆ་ག་ཚད་ཅིག་དེ་འདོད་ཡོད། དེ་ངའི་མིག་སྒེར་གཙོ་བོ་ཡིན། ཡིན་ཙང་ཀྱང། ལི་ཀ་ཆེན་པོ་རེད་བ་དེ་ལི་ཀ་ཆུང་ཆུང་ཅིག་མ་རེད་ང་ལྟ་བུ་ཅིག་སློབ་གྲྭ་ཆེན་མོའི་ནང་ནས་སྒོ་ཐོབ་མ་ཐག་གི་སློབ་མ་ཅིག་གི་འབྱུང་ས་དེ་འདྲ་མ་རེད་ཡིན་ན་ང་ཚོ་མུ་མཐུད་དུ། འབྲི་གཞུག་གི་སྲིད་གཞུང་ཡིན་ན་རེད་ཁོ་ཚོ་དང་མཉམ་རིགས་སྒོ་ནས་ངོ་མ་ཡིན་ན་སྐད་ཆ་མང་པོ་ལབ་ཁ་བརྡ་མང་པོ་བྱས་མྱོང་ཁོ་ཚོ་ཡིན་ན་དོ་སྣང་ཤུགས་ཆེན་པོ་སྤྲད་གི་འདུག་ཁོ་ཚོ་ཡིན་ན་དེ་ལི་ཀ་ཡག་པོ་རེད་མ་འོངས་པ་ན་ཅིག་འཆར་གཞི་རིམ་པ་རིམ་པ་བཅས་བཟོས་ནས་ང་ཚོ་རྒྱབ་སྐྱོར་སྤྲད་གི་ཡིན་དེ་འདྲ་ཟེར་གི་འདུག། ངས་སང་ལ་ཁྱེད་ཀྱི་དེ་གཙང་ཆུ་འདི་དག་ལ་ལྟ་སང་ཁུལ་གྱི་ལྟད་མོ་མང་པོ་ཞིག་གིས་ད་ཁྱེད་རང་གི་ད་གཙང་ཆུ་གསར་པ་དེ་ག་དུས་ཕར་སྐྲུན་བྱེད་རྒྱུ་དེ་ལ་རེ་སྒུག་ཆེན་པོ་ཡོད་ཀྱི་རེད། རེད་རེད། འདི་ལོ་གཉིས་ཀྱི་རིང་ལ་ནི་འཁྲབ་གཞུང་འབྲེལ་ཡག་གི་ཐ་རུ་ཟེར་དགོས་རེད་གོམ་པ་འདི་མཚམས་འགྲོ་མ་བཞག་པ་བཅས་ལྟ་བར་དུ་འདི་བྱེད་ཀྱི་ཡོད་ཕར་ཆེར་གལ་ཏེ་ལམ་ལྷོངས་བྱུང་ན་ད་ལོའི་ལོ་འཇིག་དང་ཉིས་སྟོང་བཅོ་བརྒྱད་ལོའི་ལོ་འཇིག་ལ་ང་རང་གི་ད་ཆེས་ཐོག་མའི་སི་གོ་ར་བ་དང་སྔོན་ཆད་ཆ་ཚང་བརྙན་ཐུང་རེད་མོད་ད་ཆེས་ཐོག་མའི་བརྙན་རང་གློག་བརྙན་རང་བྲིས་ཏེ་ད་ལོ་ཕར་ཆེར་བཟོ་ཐུབ་པ་ཨེན་དེ་འདྲ་བསམ་གི་ཡོད། ཕ་ཆེ་ནང་དུ་གང་གི་གོ་ཡིན། ནང་དོན་ཡང་ཕ་ཡུལ་དང་འབྲེལ་བ་གི་དེ་འདྲ་གི་གློག་བརྙན་ཅིག་ཡིན་ཕ་ཡུལ་གི་དབུ་མེད་ཅིག་དང་འབྲེལ་བའི་གློག་བརྙན་ཅིག་དེ་འདྲ་ཞིག་རེད།

རེ་བ་ཡིན་ན། ག་རེ་ཟེར་དགོས་རེད། ང་ལ་མཚོན་ན་སྤྱི་ཆ་ནས་ལོག་ཉན་མ་གཏོགས་མེད་དེ་ལོག་ཉན་གི་སྒང་ལ་མུ་མཐུད་དུ་ཤུགས་རྒྱག་ཡ། རང་ཉིད་ཀྱི་ལོག་ཉན་གི་སྒང་ཐོག་ནས་ལོག་ཉན་བཟོ་རྒྱུའི་ན་རེ་ཡང་ན་ལོག་ཉན་དང་འབྲེལ་བའི་ད་ལོག་ཉན་དུས་ཆེན་དང་ལོག་ཉན་རྟེན་གཞི་དང་ལོག་ཉན་གྱི་དུས་དེབ་འདི་ལོའི་སྒང་ལ་གཉིས་བོད་ཀྱི་ལོག་ཉན་རིག་གནས་འཛུགས་སྐྱོང་གི་ཕྱོགས་ལ་གང་འཚམ་རང་གིས་ཅིག་ཤིག་འདོན་ཨེ་ཐུབ་དེ་འདྲ་གི་བསམ་པ་བཅངས་ཡོད།